ཕབ་འདུག་ད་དེ་རིང་ཡང་ཚ་ལོ་གཅིག་ཉོས་ཡིན་པ་དེ་ཡོད་མ་རེད་ཁ་སང་རྐང་པ་གསུམ་ཨེ་འདྲི་གཙོ་ཡ་བྱོས་པ་ཨེ་འདྲ་ཨེ་འདྲ་ཆེན་པོར་བྱ་ཧ་ས་ཆེན་པོ་ཨེ་འདྲ་ང་ལ་བཙུགས་ས་ཧོར་མི་འདུག་བ་ནི་འོན་ཏེ་ད་སང་ཉིན་ལོག་ཡ་ཡིན་པ་ཡ། དེ་གཅིག་པ་ནི་ཚ་གོང་གོང་དེ་གོ་བསམ་བྱོས་བ་དེ་རེད་འདུག་ཧ་རེད། དེ་ཚུགས་ས་དེ་ལྕགས་དེ་ཧང་སངས་ཆེན་པོ་རེད་འདུག་ཨ། དོན་དངོས་ང་ཚོ་ལོག་དེ་ག་རེ། ཁ་པར་ལོག་རྩལ་བསགས་ས་དང་དེ་ཚོ་ལྕགས་དེ་ཚོ་ཨེ་དྲན་མ་བཙུགས་ས་ཅིག་མེད་བས་དེ་ཡིན་ན་ཨི་ཁུང་ཅིག་མེད་བས། འོན་ཏེ་ཨི་ཁུང་དེ་ཡིན་ལེ་བེད་དེ་ཆེ་བ་གཙོ་བས་ཅོག་མ་རེད་འོན་ཏེ་ལྕགས་རྐང་པ་གསུམ་ཡོད་པ་རྐང་པ་གསུམ་དེ་ཨེ་འདྲ་ཆེན་པོ་རེད་ཤག་ཧང་ཧང་མ། ཨ་ནི་བེད་དེ་ཡོང་གི་མི་འདུག་དེ་ཁ་བ་ཁ་ས་ལྟ་ཡིན་ངས་བཙུགས་ས་གོ་ར་མི་འདུག་ད་སང་ཉིན་ལོ་ཡན་པ་ཁོ་ལ། ཁོ་རང་ལ་བསྙད་ནས་དེ་མི་གཅིག་གིས་ཁེངས་ས་རེད་མི་གཞན་པ་དེ་ལ།

གར་སོང་ནང་ལ་བསྡད་དུས་ཙམ་པ། བྱུང་རྒྱུ་ཅི་ཡོད་མ་རེད་སྒྲུང་ཅི་ཡོད་མ་རེད། རང་བཞིན་མེད་པ་དྲན་སོང་ཡ་དྲན་པ་སོས་སོ་ཨ་ཧ་འདི་འདྲ་ཅི་རེད་བ་སོང་མེད་བྱུང། ང་ཚོ་ཡི་ཨ་མ་ཡི་པིན་རྒྱ་ཅི་ཡོད་རེད་ད། ཨ་མ་པིན་རྒྱ་ཅི་ཡོད་རེད་ང་ཚོ་ད་ཨ་ཞང་རུ་བ། ཨ་མ་ཡི་པིན་རྒྱ་དངོས་གནས་ཕ་གཅིག་མ་གཅིག་མ་རེད། ཨ་མ་ཡི་པིན་རྒྱ་འགྲོ་ཉེན་འདྲེ་ཅི་ཡོད་རེད་གང་ད་ང་ཚོ།

ཁ་ས་དེ་སྦི་སི་ཀི་ཏོ་དང་རྒྱ་མི་སྙན་པ་དེ་ཚོ་ཁི་ནི་ཁོ་ཡ་ཤིང་ཏོ་ཁོ་ལོ་བཏང་རྗེས་ཨ་ནི་དེ་ཙོང་ཁ་ཡོང་གི་རེད་ད། ཙོང་ཁ་ལས་ནི་ཁོ་ཉི་མ་གང་ད་ང་ཚོའི་ང་ཚོ་ནང་གི་འོག་སུ་དེ་ན་ཨེ་འདྲེས། ས་ཆ་ཤོང་ཤོང་བྱོས་ར་ང་ཚོ་ཨུ་ས་ལ་གི་རེད་ཨུ་ས་ལ་ན་ང་ཚོ་ཞིང་ཁ་ཚང་མ་ང་ཚ་གི་ར་ད་ངས་སྐད་ཆ་མང་པོ་འཆད་རྒྱུ་ན་ཧ་མོ། ཞིང་ཁ་ཚང་མ་ང་ཚ་གི་ར་ད། ང་ཚོ་བོད་ནས་ལས་སྐྱོར་ཡོད་དང། ང་བོད་གཅིག་པ་ཡིན་ན་ད་ཚང་མས་ཧ་གོ་ས་རེད་པ། ཨུ་ས་ལ་ལ་བ་ཙམ་གྱིས་ཁོ་ཚོས་ས་ལ་བ་ད་ག་ཤེད་ཅིག་ཡིན་ཡང་ཨུ་ས་ལ་ན་ག་རེ་ཡིན་ན་བསམ་མེད་བྱོས་པ། ཁ་ས་དེ། ཨུ་ས་ཡོད་མ་རེད། ཁ་ས་དེ། ཞིང་ཁ་ངྷ་ཚར་བ་ངྷ་ཚ་ནས་ཨ་ནི། ཞིང་ཁ་དེ་ཚུགས་ཚང་མ་རུབ་རུབ་བྱས་ནས་བཞག་ས་བྱོས་རོགས་དེ་ལ་ང་ཚོ་ཨུ་ས་ལས། འོང་དེ་གི་ས་ཆེན་པོ་བྱོས་རེད་ད་ང་ཚོ་ནང་གི་འོ་བ་དེ་ན་ཁོ་དེ་ལ་བཀྲམ་དེ་རེད་ཞོགས་པ་ལས་ར་ནི། ད་མི་ཚང་མ།

ཁོའི་ལྕེ་ལ་དེ་ཚང་མ་ཕྱི་ལོག་ན་བཞག་བཞག་རོགས་བ་ནི་བཞག་དུས་ཚང་མ་ཡང་སྤུ་གུ་ཡོད་རེད་ཨ་ནི་ཕ་ཡུལ་ལ་ཡིན་ན་ད་ཕ་ཇུ་དཔོན་མང་པོ་ཡོད་རོགས་བ་ནི་ག་ཤེད་ཀྱི་ད་རྟ་དེ་ལ་རྩ་སྤྲད་ཁོ་རང་ནང་ལ་དཔག་ས་ལེ་ར་ཨ་ནི་རྟ་ཡི་རྩ་འཕྲོག་ཨེ་ཕ་ཇུ་དེ་ཚོ་ཡིན་ན་རྟ་ཡི་རྩ་དེ་ཡག་པོ་ཟ་མ་བཅུག་དེ་འཕྲོག་རོལ་དང་ཨ་ནི་སྤུ་གུ་དེ་འདྲ་ཡོད་ན་ཨ་ནི་སྤུ་གུ་དེ་ཚོ་གིས་ད་ཁོའི་རྔན་པ་སྔོ་བས་ད་ཨ་འདྲ་ཡོད་རོགས་བ་ད་དེ་ཚོ་མ་ཡོང་བའི་ཆེད་དུ་ང་ཚོ་བཞག་གི་རེད་ད།

བུ་རམ་ར་གི་རོ་བུ་རམ་ཆེན་པོ་ཏོག་ཏོག་ཨིན་དྲ་མ་རེད་ང་ཚོ་བུ་རམ་གཅིག་ལ་རྟིང་སྐོར་ལས་རེད་ར་རྟིང་སྐོར་ལ་དེ་ཙམ་པ་བེད་དེ་ཀི་ལོ་གཅིག་མེད་ནས་ཀི་ལོ་ཆ་ག་ད་ཡོད་རེད་ཨིན་དྲའི་གྲོ་ཞིག་རིག་རིག་ཡོད་རེད་མ་ཀོང་གྲོ་མ་ཀོང་གྲོ་རིག་རིག་ཡོད་རེད་ད་ཏོག་ཏོག་འདི་གམ་ཡོད་རེད་ད་འོན་ཏེ་ཡ་དེ་འདྲ་ཞིག་ང་ཁོར་སྟོན་རང་ཨེ་ང་ཡི་སྟོན་གོ་རེད་ང་ཀྲུང་ག་དང་རང་ཨེ་ང་ཡི་སྟོན་ར་དེ་ངའི་དེ་པར་ལུགས་ཤེར

གོ་ད་ནང་ལ་ད་ཡ་ང་དེ་མ་སླེ་བ་རང་ད་ཅར་ལ་དེ་ངེ་ངེ་དེ་བྱིན་པ་ཧར་ས་ག་ལ་ཟེར་ས་ནས་དུས་ཚོད་སྟོང་པ་ཏི་སི་ཡོད་མ་རེད་དེ་ནང་ལ་ངའི་ཐུགས་ལོ་ད་དགུན་ག་གི་ཆ་ལ་གོས་གི་ཐུགས་ལོ་ཡོད་མ་རེད་ཆ་ད་སྔོ་ཡོད་པ་ཧ་ད་ཉི་མ་ང་ནང་ལ་བླུག་ནས་འཇོ་ལ་ནང་ལ་བླུག་རྗེས་ཨ་ནི་ཉལ་ཁྲི་འོག་དང་ག་བ་ཧ་ས་བླུག་ཤ་ཡོད་པ་ད་ཡང་ད་ད་དྲང་གི་འདུག་ཨ་ག་རེ་གྱོན་གོ་ཡོད་ན་བསམ་བསམ་རེ་ཆག་གི་འདུག་ཨ་ནི་ཨ་སབ་སབ་དེ་ཆ་ད་མ་རང་ཅར་བླུག་ཨ་ནི་ཐུགས་པོ་དེ་ཚོ་ཡ་ཚང་མ་སྟོན་པ་ཇག་གུས་ད་ཐུགས་པོ་རུ་ཏྲ་མ་ཏྲ།

ཨ་ནི་རྫ་མ་ཞེས་དེ་ལ་རྫ་གླང་ལ་ནི་དུག་གསུམ་ཡོད་ཐ་སྙད་ཁག་ཁག་ཡོད། ཨ་ནི་ཁ་ཚ་ཉི་མ་ནི་ངའི་ཁོ་ལ་ཁོ་ངའི་དེ་ཁར་ས་དེ་ངའི་ནང་ལ་དེ་ལྕེ་ལ་ཅིག་ཨོག་ག་ཡོང་དུས་ཙམ་མ་ཁོ་ཁ་ས་དེ་བ་ལང་དེ་ལྷག་མ་ཡོད་པས་ལ་ས་ཁྱོད་ལ་ཨ་ནི་ཡོད་ལན་ང་ལ་ཡོད་ལན་པ་ཨ་ནི་ང་ལ་སྤྲད་ཡ་ལ་ཟེ་ཡ་ཡ་ལན་ང་སྤྲད་འོ་བ་ངས་ཁྱེད་རང་སྤྲད་འོ་ལན་ང་ཉན་ཡ་དེ་ནི་ཁོ་ལྕེ་ལ་དེ་དེ་ལ་བཞག་ཡ་དུས་དེ་ང་ཉན་མཉམ་པོར་དུ་ནི་ཁོས་སྐད་ཅིག་དྲིས་ས་ང་ལ་བ་ལང་ཅིག་དགོས་འདུག་ལ་ཟ་ཁྱོད་མ་རེད་ད་ང་ལ་ཡོད་ལན་པ་ངས་སྤྲད་འོ་ལན། འོན་ཏེ་བདེན་གཉིས་སྐད་ཆ་ཐུག་ནས་ཡང་ག་རེ་ལ་ཡིན་ནོ་བསམ་བྱུང་ང་ཡང་དེ་ནས་ཡར་འགྲོ་དུས་ཁོ་རང་ཅག་ལ་ཞིག་ཁྱེར་ནས་ཡོང་སྟེ། ཁྱོད་ང་ལ་ཅིག་སྤྲད་དགོས་ལ་ཡིན་པ་སྤྲད་དགོས་ལ་ཡིན་པ་ལས་འདུག་ང་རྒྱ་གར་གའི་འདྲེ་ཡག་པོ་དང་མེད་ཨ་ནི། ག་རེ་ལ་ཡོད་ནོ་བསམ་བྱུང་ག་རེ་ལ་ཡིན་ལོས། ཁོ་བག་ལངས་ལ་ཡིན་འདུག་བྱས་པ་ཆི་ལ། ཁོ་རང་ཚོ་དེ་ཡིན་ཟེར་ར་སྐད་ཡིན་ཟེར་ར།

ཨ་ནི་ཁོ་ཚོའི་རུ་བའི་ནང་ཡང་བོད་ཆས་མང་པོ་ཡོད་རེད་བ་ཡ་སོ་སོ་ལ་མི་ལྡང་གཅིག་ཡོད་དུས་ཙམ་པ་སོ་སོ་ལ་ནང་གཅིག་འཁོར་སོ་སོ་སོ་སོ་གི་སོ་སོ་གི་ནང་རེ་ཡོད་དུས་ཙམ་པ་ལ་ག་རེ་ཡིན་ནའི་བོད་ཆས་ཡོད་ར་ནི་བཀྲེས་ཤེས་པ། ཞེས་ད་ག་ད་ད་ལོ་གནམ་གཤིས་ངས་ཐད་ཀྱི་ག་རེ་མི་ཡིན་ཚོད་ལ་སྐད་ཆ་རེད་ད་ལོ་གནམ་གཤིས་གྲང་ང་དུ་མ་རེད་ལ་ནི་ཨོའོ་གྲང་ང་ལ་ནི་ཁར་སོར་གྲང་མོ་དེ་མགྱོགས་པོ་ལས་སུ་ལེན་ནོ་ཧ་ཤི་ག་རེ་གོས་མི་འདུག་ད།

ཡང་ཤེས་བྱའི་དྲན་པ་བརྗེད་འགྲོ་ཞེ་ཐག་གཅོད་པོ་ད་མི་འདུག་ད་ད་རང་རེད་ཤག་ཤེས་དེ་དྲན་པ་གསོད་རོགས་ཕྱིན་དུ་ཡང་ངས་སང་ཉིན་གནས་རྗེས་དྲན་པ་གསོད་རན་དེ་ཉི་མ་ཁབ་ཐུག་ལབ་ཤག་འོ་ལེ་ཤག་ཡ་ཡ་དེ་ཚང་མ་ལོ་ལ་སིམ་ས་དེ་ཨ་ཁ་ས་དེ་ང་ལ་མིའི་ཚོགས་ཞུགས་གནང་ཡས་མང་པོ་བྱུང་ཤག་ར་ཨ་ནི་ཚོགས་ཞུགས་གནང་ཡས་གསར་བ་མང་པོ་ཞིག་ཕེབས་ཤག་སྙིང་ཐག་པ་ནས་བཀའ་དྲིན་ཆེ་ཨ་ནི་དགའ་ཤེས་ཤེས་ད་ད་ཉི་མ་ནས་ང་ལ་ཡོད་རེད་ཨ་ནི་སྙིང་ཐག་པ་ནས་བཀའ་དྲིན་ཆེ་ཨ། ད་ཡང་ང་ཡི་ཁར་ས་དེ་ཚོགས་ཤུགས་ནང་ཉལ་ཡག་ཡག་ཡག་ཕར་འགྲོ་དུས་ཡང་ང་ཡི་འོ་དུས་ད་སྟོང་པ་ཅིག་སྟོན་བྱེད་ད་སོ་སོ་ག་ཚོད་བྲེལ་ལ་ཆས་ན་ཡག་འོ་ད་ཁོ་ཚོའི་ངོས་ནས་ང་ལ་རྒྱབ་སྐྱོར་ཅིག་བྱེད་ཡོང་དུས་ཙམ་པ་ང་རའི་ངོས་ནས་ད་འདུག་ཟེར་ཡ་མེད་ད་ན་ཡང་ཏག་ཏག་འགྲིག་གི་མི་འདུག་བ་བསམ་ཡས་ཅིག་ཡོད་མ་རེད་བསམ་བློ་འདི་འདྲས་ཧྲིལ་ཅིག་འཁོར་ཅིག་ཡང་དེ་ད་དགོངས་དག་ཅིག་མགྱོགས་པོ་ཅིག་པོ་ད་ག་ས་ག་རང་ག་རེ་བསམ་ཡོད་པ་དེ་ཅིག་མ་ད་ནི་ཡང་ཁྱོད་ཚོ་ལ་ཅིག་བཤད་བཤད་འབའ་ནི་ག་བཤད་གི་ཟིག་གི་ཉིན་བྱས་དེ་ཁར་ས་དེ་འོག་ལ་ཡི་གེ།

དེ་ལས་ད་བོད་པ་ཡུལ་གྲུ་པ་གཅིག་སྐད་ཆ་ཞིག་ཉན་དང་སྙན་པ་ལ་བསམ་མེད་བྱ། འོ་དེ་འདྲའི་རོ་ད་མི་ཚང་མ་སོ་ནང་གཅིག་པར་བ།